དེ་ནི་ལོ་བཞི་ལྷག་ཙམ་གོང་སྤྱི་ཟླ་བཅུ་གཅིག་གི་ནང་ཨུ་རུ་སུའི་མི་ཚོས་མཚན་གཅིག་པུར་སྤྲོ་སྐྱིད་བཏང་སྟེ Donald Trump འདེམས་ཐོན་ལ་འགོ་ཚུགས་བྱས་ཡོད་པ་དང་འོས་མི Trump དང་ཨུ་རུ་སུའི་གཞུང་གིས Trump ལ་རྒྱལ་ཁ་ཐོབ་པ་དེ་ཨ་རི་དང་ཨུ་རུ་སུའི་འབྲེལ་ལམ་ལ་རྒྱལ་ཁ་ཞིག་ཡིན་པ་བརྗོད་པའི་སྐབས་བྱུང་ཡོད་པ་རེད།
ངའི་སེམས་པར་ཨུ་རུ་སུ་དང་འབྲེལ་ལམ་བྱུང་བ་དེ་ནི་རླབས་ཆེན་རེད། འོན་ཀྱང་ར་བ་བཟང་པོ་དེ་ཉིས་སྟོང་ཉི་ཤུའི་འགྲན་རྩོད་སྐབས་མེབ་འགྲེལ་བརྗོད་གནང་དོན། རྒྱ་ཆེ་མང་ཚོགས་མ་ཡིན་པར་ཨུ་རུ་སུ་གཞུང་གིས་ལྟ་ཞིབ་ནན་པོ་དང་དཔྱད་ཞིབ་འདི་ཨུ་རུ་སུར་གང་མཚོན་གྱི་ཡོད་མེད་སྐོར་བསམ་བློ་བཏང་ཡོད་སྲིད་པ་དང་ཡིན་ནས་རེ་བ་བཟོ་འདོད་མེད་པ་རེད་བསམ་གྱི་འདུག་ཨ་རི་དང་ཨུ་རུ་སུའི་འབྲེལ་ལམ་བསྐྱར་གསོ་བྱ་རྒྱུར་ཀྲམ་གྱིས་ཁས་ལེན་ཆ་ཚང་ནམ་ཡང་བསྒྲུབས་མེད་པ་རེད། གྲོས་མོལ་ཡོང་རྒྱུ་གོ་ཐོས་ཀྱི་འབད་བརྩོན་དེ་ཚོ་ཉིས་སྟོང་བཅུ་དྲུག་གི་ཨ་རིའི་འོས་བསྡུ་ནང་ཨུ་རུ་སུའི་ཐེ་བྱུས་སྐོར་དབུས་ཞིབ་གཅོད་ཀྱིས་མེད་པ་བཟོས་ཡོད་པ་ཨུ་རུ་སུའི་དཔོན་རིགས་ཚོས་རྩོད་ལེན་གནང་གི་ཡོད་པ་རེད།
ཨ་རིའི་གཞུང་འབྲེལ་གྱི་མཐའ་འདོམས་དེ་ནི་འགྲན་རྩོད་དེ་ཀྲམ་ལ་མཐུན་འགྱུར་ཕྱོགས་སུ་ཨུ་རུ་སུས་ཐབས་ཤེས་བྱས་ཡོད་པ་དང་སྲིད་འཛིན་དང་ཨུ་རུ་སུ་གཞུང་གཉིས་ཀའི་ཉེས་འཛུགས་དེར་ངོས་ལེན་གནང་མེད་པ་རེད། འོས་བསྡུ་དང་གནད་དོན་གཞན་ཐོག་ཨ་མི་རི་ཀས་ཨུ་རུ་སུ་ཐོག་ཉེས་ཆད་བརྒལ་པ་དེ་ཡིས་ཀྲམ་རང་གི་ངོས་ནས་འབྲེལ་ལམ་ཁ་བསྒྱུར་གནང་རྒྱུའི་ནུས་པ་སྐོར་ཨུ་རུ་སུའི་དཔོན་རིགས་ཚོར་འཁྲུལ་སྣང་ཁ་ཤས་བཟོས་ཡོད་པ་དཔྱད་ཞིབ་པ་འགའ་ཞིག་གིས་འགྲེལ་བརྗོད་གནང་འདུག།
ཨ་རིའི་སྲིད་འཛིན་ཁོང་ཆབ་སྲིད་ནང་ཤུགས་རྐྱེན་ཆེན་པོ་ཡོད་པའི་མི་སྣ་ཞིག་ཡིན་པ་ཁོང་ཚོས་ཤེས་རྟོགས་ཡོད་ནས་ཁོང་ནི་ཨ་མི་རི་ཀའི་བཙན་པོ་མིན་པ་རེད། ཀྲུའམ་དང་དམངས་གཙོ་ཚོགས་པའི་ཁ་གཏད་སྲིད་འཛིན་གཞོན་པ་ཟུར་པ་ཇོ་སྦའི་ཏན་གྱིས་ཕོ་བྲང་དཀར་པོའི་ལས་གནས་ལ་འཐབ་རྩོད་གནང་བའི་སྐབས་ཉིས་སྟོང་ཉི་ཤུའི་འགྲན་རྩོད་ཀྱི་གྲུབ་འབྲས་དེར་ཨུ་རུ་སུ་ནང་དོ་སྣང་དེ་ཙམ་མེད་པ་མ་ཟད་འོས་བསྡུའི་ལས་འགུལ་དང་གསར་འགྱུར་ནང་དོ་སྣང་ཧ་ཅང་ཉུང་ཉུང་ལས་མེད་པ་རེད་འདུག། བསམ་ཚུལ་བསྡུ་ལེན་ནང་ཨུ་རུ་སུའི་མི་སུམ་ཆ་གཉིས་ཙམ་ལ་འོས་མི་དྲག་ལྡན་མེད་པ་དང་མང་པོ་ཞིག་དོ་སྣང་མེད་པ་དང་ཡིད་ཐང་ཆད་ཡོད་པ་རེད་འདུག།
ད་ཆ་ངས་རེ་བ་གང་ཞིག་བྱེད་ཀྱི་མེད Trump གྱིས་འགྱུར་བ་གཏོང་རྒྱུ་དངོས་གནས་རེ་བ་བྱས་པ་ཡིན། Biden སྐོར་མང་ཆེ་བས་དེ་ཙམ་ཤེས་རྟོགས་མེད་པ་རེད།
ཁོང་སྐོར་ངས་གང་ཡང་ཤེས་ཀྱི་མེད་ལ་གོ་ཐོས་ཡང་གང་ཡང་མ་བྱུང། སྲིད་འཛིན་པུ་ཏིན་གྱིས་ཤེས་རྟོགས་ཡོད་པ་དང་འོས་བསྡུའི་ལས་འགུལ་སྐབས་ཨུ་རུ་སུར་ཁ་གཏད་ཀྱི་གཏམ་བཤད་གནང་བར་སྲིད་འཛིན་སྐུ་གཞོན་ཟུར་བ་སྐྱོན་བརྗོད་གནང་ཡོད་པ་རེད། འོས་བསྡུ་ནང་ཨུ་རུ་སུ་གཞུང་གིས་ཐེ་བྱུས་བསྐྱར་དུ་བྱ་སྲིད་པ་ཨ་རིའི་གསང་ལས་དཔོན་རིགས་ཁ་ཤས་ཀྱིས་ཉེན་བརྡ་བཏང་ཡོད་པ་དང་འོན་ཀྱང་བསམ་ཚུལ་བསྡུ་ལེན་མང་པོའི་ནང་འབའི་ཏན་ད་ལྟའི་ཆར་མངོན་འགྱོད་ཡོད་པར་བཟུང། སྲིད་འཛིན་སུ་ལ་ཐོབ་པ་ཡིན་ནས་ཁོང་དང་ལས་ཀ་གནང་རྒྱུའི་ངང་སྒུག་གནང་བཞིན་ཡོད་པ་ཕུ་ཐིན་གྱིས་ནན་བརྗོད་གནང་ཡོད་པ་དང་དེ་ནི་ཕྱི་དགྲའི་འབྲེལ་ལམ་གྱི་འགྲེལ་བརྗོད་དང་ཤུགས་ཀྱི་ངོ་ལེན་ཞིག་ཡིན་པ་རེད། Trump ལ་ལས་ཡུན་གཉིས་པའི་རྒྱལ་ཁ་ཐོབ་པའམ་ཡང་ན་འབའི་ཏན་གྱི་འཛིན་སྐྱོང་ཡོང་བ་ཡིན་ནས་ཨ་རི་དང་ཨུ་རུ་སུའི་འབྲེལ་ལམ་ཐོག་ཉིས་སྟོང་བཅུ་དྲུག་གི་འགྲན་བསྡུར་ནས་ཡིད་དུ་མི་འོང་བའི་གནས་ཚུལ་དེ་དུས་ཡུན་རིང་པོ་གནས་རྒྱུ་ཡིན་པ་རེད།